ཐོག་མར་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། འཕགས་མཆོག་འཇིག་རྟེན་ན་གང་ཞིག་རྒྱལ་ཕྱག་སྐུ་འཕྲང་བཅུ་བཞི་བ་ཆེན་པོ་གང་གི་དཔོག་པར་དཀའ་བའི་མཛད་ཆེན་ལས་ཆ་འགའ་ཞིག་བླངས་བའི་གཏམ། དེ་ཡང་ཅི་སྐད་དུ་མཁས་གྲུབ་དགེ་ལེགས་པར་བཟང་གིས་མགོན་པོ་ཁྱོད་ཀྱི་ཞལ་གྱི་དབུགས་ཙམ་ཡང་མཐའ་དག་འགྲོ་ལ་སྨན་པའི་རྒྱུར་འགྱུར་ན། ཚོགས་གཉིས་སྤྱོད་པ་གཞན་དག་སྨད་ཀྱི་ཚུལ་ས་གསུམ་སྐྱེ་རྒུའི་གཉེན་ལ་གསོལ་བ་འདེབས་ཞེས་པ་ལྟར་ལྟོས་ཚིག་གསོལ་འདེབས་སྔོན་དུ་བཏང་ནས་འདིར་གང་ཞུ་བར་བྱ་བ་ནི། རྒྱལ་ཚོགས་སྐུ་འཕྲེང་བཅུ་བཞི་བ་ཆེན་པོ་ཙོང་ཁ་ལྷ་མོ་དོན་གྲུབ་ཀྱི་དཔག་པར་དཀའ་བའི་མཛད་ཆེན་ལས། ཆ་འགའ་ཞིག་བླང་བའི་གཏམ་ཉུང་ངུ་སྟེ། དེའང་འཇམ་དཔལ་རྩ་རྒྱུད་ལས། སྟོན་པའི་གསུང་རབ་ས་སྟེང་དུ་དུས་མཐར་འཇིག་རྟེན་ཉམས་པ་ན། སྡོམ་བརྩོན་རྒྱལ་བོའི་ཚུལ་གྱིས་ནི་འབྱུང་བར་འགྱུར་བར་ཐེ་ཚོམ་མེད་ཅེས་གསུངས་བ་ལྟར་གཉན་འཕྲང་གི་དུས་སྐབས་སུ་མདོ་སྨད་ཙོང་ཁའི་ཡུལ་གྱི་སྟག་འཚེར་ཞེས་བྱ་བའི་གནས་དེ་ཉིད་དུ་སྤྱི་ལོ་གཅིག་གི་སུམ་ཅུ་སོ་ལྔ་ལོའི་ཟླ་བདུན་པའི་ཚེས་དྲུག་ཉིན་ཡབ་ཆེར་སྐྱོང་ཚེ་རིང་དང་ཡུམ་བསོད་ནམས་མཚོ་མོ་གཉིས་ཀྱི་སྲས་སུ་མངོན་པར་སྐུ་བསྟན་པ་ནི་གོང་ས་སྐུ་འཕྲེང་བཅུ་བཞི་བ་རྒྱལ་མཆོག་བསྟན་འཛིན་རྒྱ་མཚོའམ་ཙོང་ཁ་ལྷ་མོ་དོན་གྲུབ་གཉིས་ལགས་ཏེ། དུས་དེ་ཉིད་དུ། གྲོང་ལྷ་དམའ་སའི་སྐྱེས་རི་གཉན་པོ་གང་དུ་གནས་པའི། ཕོ་བྲང་ཆེན་པོ་རྫོང་ཁའི་སྐྱེས་རི་ཞེས་ཡོངས་སུ་གྲགས་པའི་རི་ཆེན་དེ་ཉིད་ཀྱི་འདབས་རོལ་ནས་འཇིག་རྟེན་གྱི་མུན་པའི་དཔུང་ཚོགས་གཞིར་བའི་ཤར་ཕྱོགས་ཀྱི་ཉི་མ་ཆེན་པོ་ཞིག་འཇིག་རྟེན་གྱི་མཁའ་དབྱིངས་སུ་ལྷོད་ཀྱིས་ཕོག་པའི་སྟ་གོན་ལ་ཞུགས་སོ། ཞེས་དཀར་ཕྱོགས་སྐྱོང་བའི་ལྷ་རྣམས་ཀྱིས་མངོན་པར་བསྒྲགས་སོ། དེའི་དེ་ཉིད་ནས་སྦྲང་ཤ་འགའ་ཞིག་འདེ་བ་ན་སྤྱི་ལོ་གཅིག་དགུ་བཞི་བཅུ་ཐང་པ་ལོའི་ཟླ་བ་ཉི་བའི་ཚེས་ཉི་རྩ་གཉིས་ཀྱི་ཉིན་དབྱིན་འགྱུར་ལྷ་ལྡན་ཞང་གི་གཞལ་མེད་ཁང་ཆེན་པོ་ཕོ་བྲང་པོ་ཏཱ་ལར་གསེར་གྱི་ཁྲི་འཕང་མཐོན་པོར་ཉམ་ང་བ་དང་དབུགས་ཚ་བ་སོགས་ཀྱི་རྣམ་པ་ཕྲ་མོ་ཙམ་ཡང་མི་མངའ་བར་ཞབས་སེན་མངོན་པར་བསྐོས་ཀྱང། སྤྱི་ལོ་གཅིག་གི་ལྔ་བཅུ་ཐམ་པ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་བདུན་གྱི་ཉིན་གཞལ་མེད་ཁང་ཆེན་པོའི་ཚོམས་ཆེན་སྲི་ཞུའི་ཕུན་ཚོགས་སུ་སྲི་ན་དཀོན་པའི་དངོས་བོའི་ཚོགས་དཔོག་ཏུ་མེད་པ་མཆོད་པའི་རྫས་སུ་བཤམས་ཤིང། པོ་རྒྱལ་ཁབ་ཆེན་པོའི་ཆོས་སྲིད་ཀྱི་དུས་ཆོས་བརྒྱུད་མཐའ་དག་གདན་འཛོམས་པའི་དབུས་སུ། འཇིགས་པ་བཀྲལ་བའི་ལང་ཚོ་དར་ལ་བབས་ཀྱང་ཐུགས་བསྐྱེད་ཀྱི་འཇིགས་པ་ཀློང་དུ་བརྡོལ་བའི་མཐུ་ཉིད་ལས་ཞབས་གསུམ་མེ་ཏོག་དཀར་པོའི་སིལ་མ་འབུམ་ཕྲག་ལུགས་ཟུང་རྒྱལ་ཁྲི་མཐོན་པོའི་སྤོས་དུས་གཅིག་ཏུ་གཏོར་བ་དང་ལྷན་དུ་བོད་ལྗོངས་ཆོས་སྲིད་གཉིས་ཀྱི་བདག་པོར་བཞེངས་ཤིང་གངས་ཅན་མགོན་པོའི་རྣམ་ཐར་དངོས་སུ་བདག་གིར་མཛད་དོ། དེ་ལྟ་ན་ཡང་ཕྱི་ནང་གི་རྟེན་འབྲེལ་ཅི་རིགས་པའི་དབང་ལས་བོད་གངས་ཅན་གྱི་ལྗོངས་སུ་དུས་འགྱུར་སྣ་ཚོགས་པ་སྔ་རྗེས་སུ་བྱུང་ཞིང་འཕྲིན་ལས་ཕྱོགས་མེད་དུ་འཕེལ་བ་ལ་གེགས་བྱེད་ཀྱི་ཚད་མ་ཅི་རིགས་པ་བྱུང་བའི་དབང་གིས་རེ་ཞིག་རང་གི་སྐྱོང་ཡུལ་དང་ཞལ་གྱེས་ཏེ་ཕོག་པའི་ཡུལ་དུ་ཉེན་གཡོལ་མི་འཛད་ཀ་མེད་བྱུང། དེ་ལྟར་བཙན་བྱོལ་དུ་ཞབས་སོར་བཀོད་པའི་ཆེས་ཐོག་མའི་གནས་སྐབས་ཉིད་ནས་སྒྲ་ཡང་མེད་ཅིང་སྙིང་ཡང་མེད་པའི་ཐུགས་ཀྱི་འཁྱེར་སོ་རྨད་དུ་བྱུང་བ་དེ་ཉིད་གསུང་གི་རྟ་ལ་དྲངས་ཏེ་འཇིག་རྟེན་མགོན་པོའི་རྣམ་ཐར་དངོས་སུ་བདག་གིར་བྱས་རྗེས་གཡར་དམ་ཟབ་མོ་ཀུན་ལ་བསྒྲགས་པར་མཛད། ཕྱི་ལོ་གཅིག་དགུ་དྲུག་ཅུ་རེ་བདུན་ལོར་འཛམ་གླིང་ཤར་ཕྱོགས་ཀྱི་རྒྱལ་ཁབ་ཉི་ཧོང་དང་ཐའེ་ལན་གཉིས་སུ་ཞབས་ཀྱི་བ་མོ་བསྐོས་ཏེ་འཛམ་གླིང་ཤར་ཁུལ་རྣམས་སུ་མཛའ་འཕྲིན་གྱི་འོད་སྣང་རྒྱས་པའི་དབུ་བརྩམས། དེ་ནས་ཡི་རངས་མ་སོང་བར། ཕྱི་ཕྱིར་ནོར་བུའི་འོད་སྣང་དེ་ནུབ་ནས་གསལ་བའི་དུས་འོང་ངོ་ཞེས་གཞུང་བསྟན་དགྲ་ལྷའི་གཙོ་བོ་གནས་ཆུང་ཆོས་རྒྱལ་ཆེན་པོས་མེ་སྦྲུལ་ལོར་བཀའ་ལུང་ཕུལ་བ་ལྟར་སྤྱི་ལོ་གཅིག་དགུ་བདུན་ཅུ་དོག་གསུམ་ལོར་ཡུ་རོབ་ཀྱི་རྒྱལ་ཁབ་བཅུ་གཅིག་དུ་ལན་གྲངས་བཅུ་གཉིས་ལ་ཆིབས་བཤེར་བསྒྱུར་ཏེ་འཇིག་རྟེན་ཀུན་ཁྱབ་ཀྱི་མཛད་བཟང་རྒྱ་ཆེར་བསྐྱངས་ཤིང། སྤྱི་ལོ་གཅིག་དགུ་བདུན་ཅུ་དོར་དགུ་ལོར་ཨ་རིའི་རྒྱལ་ཁབ་ཆེན་པོར་ཆིབས་ཀྱི་ཁ་ལོ་ཡངས་པོར་བསྒྱུར་ཏེ་འཇིག་རྟེན་ཐམས་ཅན་གྱི་མགོན་དང་དཔོན་གཉེར་དུ་བཞེངས་བའི་ཐུགས་བསྐྱེད་ཟབ་མོའི་འབྲས་བཟང་སྨིན་པའི་དབུ་ཚུགས། དུས་སྐབས་དེ་དག་ནས་ད་ལྟ་ལ་ཐུག་གི་བར་དུ་འཇིག་རྟེན་ཤར་ནུབ་ཀྱི་སྐྱེ་བོ་སུ་ལ་ཡང་དགྲ་གཉེན་བར་མ་དང་ཕྱོགས་རིས་སྡེ་ཁག་ཏུ་འཛིན་པའི་ཐིག་ཚོར་ཕྲ་མོ་ཙམ་ཡང་མ་བཞེས་པར་ཐམས་ཅད་ཞི་བདེར་འགོད་པའི་ཐུགས་བསྐྱེད་ཟབ་མོ་དངོས་སུ་ཕྱག་བསྟར་མཛད། དེ་ལྟར་འཚེ་བ་བྲལ་བའི་ཞི་བདེ་ཉག་གཅིག་དམིགས་ཡུལ་གྱི་མཐིལ་དུ་སྣང་ཞིང་ནང་པ་སངས་རྒྱས་པའི་རྨད་དུ་བྱུང་བའི་བསླབ་བྱ་དག་དོན་གྱི་ཉང་ཁུ་རྣམས་ཁོལ་དུ་ཕྱུང་སྟེ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་གང་ཚེ་བདག་དང་གཞན་གཉིས་ཀ་བདེ་བ་འདོད་དུ་མཚུངས་པ་ལ། བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་བདག་གཅིག་བདེ་བར་བརྩོན། གང་ཚེ་བདག་དང་གཞན་གཉིས་ཀ་སྡུག་བསྔལ་མི་འདོད་མཚུངས་བ་ལ། བདག་དང་ཁྱད་པར་ཅི་ཡོད་ན་གང་ཕྱིར་གཞན་མིན་བདག་སྲུང་ཞེས་བགྱི་བ་ལྟར་འགྲོ་བ་སེམས་ཅན་སྤྱི་དང་བྱེ་བྲག་ཏུ་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་དང་གནད་དོན་ཁུར་དུ་འཁྱེར་བའི་སྤྱི་སེམས་ཆེན་མོ། ཕྱོགས་རིས་བྲལ་ཞིང་སྒྱུ་མ་དམིགས་པའི་བྱམས་བརྩེའི་མཐུན་ལམ་གྱི་སྒོ་ཆེན་པོ་བཟོ་བསྲན་དང་མཛའ་གཅིག་སོགས་ནང་བསམ་བློའི་ཡོན་ཏན་རྣམས་འཛམ་གླིང་རྒྱ་ཁྱབ་ཏུ་སྤེལ་བར་མཛད། གཞན་ཡང་གོ་འཚོང་འགོག་སྡོམ་དང་བརྟན་འབྱུང་གི་གནས་ལུགས་ངོ་སྤྲོད་ཆོས་ལུགས་མཐུན་སྒྲིལ་སོགས་ཀྱི་དཀའ་གནད་གསར་བཏོན་གྱིས། མཛད་བཟང་མཐའ་ཡས་པས་འཛམ་གླིང་གི་སྐྱེ་བོ་ས་ཡ་མང་པོ་འཚེ་བ་མེད་པའི་ལམ་དུ་ཁྲིད། ད་དུང་མཛད་འཕྲིན་རྣམས་ཆོས་དད་ཡོད་མེད་ཀྱི་སྐྱེ་འགྲོ་མཐའ་དག་གི་ཡིད་ལ་འཇིགས་བདེ་བའི་ལྷ་དུ་ཀུན་ལ་སྨྲས་པའི་དོན་དུ། འཛམ་གླིང་སྤྱི་ལ་དམིགས་པའི། ནང་སྒོ་མ་ལུས་པ་ཆོས་ལུགས་ཀྱི་བྱེ་བྲག་པ་གང་དང་ཡང་མ་འབྲེལ་བར་ཕྱི་ནང་གི་དངོས་པོའི་ཆོས་ཉིད་དང། རྟེན་འབྲེལ་ལྟོས་གྲུབ་ཀྱི་གནས་ལུགས། ཡུལ་དུས་གནས་སྐབས་ཀྱི་དགོས་མཁོ་སྐྱེ་འཚར་འཕེལ་འགྱུར་གྱི་ཉམས་མྱོང། ཐུན་མོང་མཐུན་སྣང་དུ་ཁས་ལེན་པའི་ཚན་རིག་གི་ཉེས་དོན་སོགས། ཚེ་འདི་ཉིད་ལ་ལྟེ་བའི་གནད་དོན་འགངས་ཆེ་བ་རྣམས་གཞི་ལ་བཞག་པའི་ལམ་སྲོལ་ངོ་མཚར་ཅན་དེ་ཡང་གསར་གཏོད་མཛད། ད་དུང་རྐང་ལག་ཇི་འཚམ་གྱི་མཛད་པ་གཞན་སྣ་ཚོགས་པ་ལྷུར་བཞེས་ཏེ་ཆེས་འདོད་པ་རྣམས་ལ་གཡམ་ལེ་བར་གོ་བ་སྐྱེས་ཀྱང་ལག་ཏུ་བླང་བདེ་བའི་ཟབ་ཆོས་དང་ཆེས་མི་འདོད་པ་ལ་ཚེ་འདིའི་བདེ་སྐྱིད་འབྱུང་ཐབས་སུ་ལུས་སེམས་གཉིས་ལས་སྣང་སེམས་ཀྱི་བདེ་སྐྱིད་གཙོ་ཆེ་བ་དང། ཕྱི་ལུས་པོའི་འཕྲོད་བསྟེན་ཇི་བཞིན་སྣང་སེམས་ཀྱི་འཕྲོད་བསྟེན་དོ་གལ་ཆེ་བ། ལུས་མངོན་པར་མཐོ་བ་ཐོབ་པས་མི་ཆོག་པར་སེམས་ཀྱི་མངོན་མཐོ་སྒྲུབ་དགོས་པ། གཞན་ཕན་གྱི་བློ་སྐྱེས་ན་རང་གི་བདེ་བ་ཕྱོགས་ལ་འབྱུང་བ་སོགས་ཀྱི་གོ་རྟོགས་ཟབ་མོ་སྒོ་སྣ་ཚོགས་ནས་རྒྱ་ཆེར་སྤེལ་ཏེ་འགྲོ་བ་མིའི་རིགས་ཀྱི་ཡིད་ཀྱི་གདུང་བ་སེལ་བའི་ཐབས་ཚུལ་སྣ་ཚོགས་པ་ལ་ཐུགས་བརྩོན་ལྷོད་མེད་མཛད། དེར་མ་ཟད་ད་ལྟ་དང་མ་འོངས་པའི་འགྲོ་བ་མིའི་རིགས་ཀྱི་བསམ་པའི་འཁྱེར་སོ་ལེགས་ལམ་དུ་ཁ་བསྒྱུར་ཏེ་འཛམ་གླིང་ཞི་བདེ་རྒྱ་ཁྱབ་ཏུ་བསྐྲུན་ལྷག་གནང་བསམ་བློའི་ཡོན་ཏན་བསྐྱེད་པའི་ཤེས་ཡོན་ལམ་སྲོག་རྨད་དུ་བྱུང་བ་དེ་ཡང་གསར་གཏོད་དང་སྣེ་ཁྲིད་ལམ་སྟོན་གཞོགས་འདེགས་སྐུལ་འདེད་སོགས་ཏེ་མདོར་ན་འཇིག་རྟེན་གྱི་ཕན་བདེ་ཁོ་ནར་གཞོལ་བའི་ཕྱི་ནང་གི་ཐབས་ཚུལ་རྣམས་གནས་དུས་དང་འཚམ་པར་མཛད་འཕྲིན་གྱི་སྙིང་པོར་བཞེས། དེ་ལྟར་དུས་རབས་ཉེར་གཅིག་པ་འདི་ཉིད་འཚེ་བ་བྲལ་ཞིང་ཞི་བདེས་འཚོ་བའི་དུས་རབས་བདེ་སྐྱིད་ཅན་དུ་བསྒྱུར་བའི་མཛད་བཟང་མཐའ་ཡས་བ་ཟམ་མ་ཆད་པར་བསྐྱངས་ཤིང་བཤད་ནས་ཀྱང་ངེད་ཀྱི་མི་ཚེ་འདི་ཉིད་དབུགས་ཀྱི་རྒྱུ་བ་མ་འགག་བར་དུ་གཞན་གྱི་བདེ་དོན་དུ་སྔས་ཟིན་ཞེས་ཡང་ཡང་གསུངས་གསང་མཐོང་པའི་བཀའ་སྩལ་ཅིང། ཇི་སྲིད་ནམ་མཁའ་གནས་བ་དང་འགྲོ་བ་ཇི་སྲིད་གནས་གྱུར་བ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཅིག། རྒྱལ་སྲས་བྱང་ཆུབ་སེམས་དཔའི་ཐུགས་མོ་ཆེན་མོ་དེའང་འཛམ་གླིང་ཡོངས་ཁྱབ་ཏུ་བསྒྲགས་པར་མཛད། ཚུལ་དེ་ལྟ་བུའི་སྒོ་ནས་མི་ལོ་བཅུ་ཕྲག་མང་པོའི་རིང་སྐུ་ངལ་འབུམ་ཕྲག་ཁྱད་གསོད་ཀྱིས་འཛམ་གླིང་གི་ཚན་རིག་པའི་སྡེ་དང་སློབ་གསོ་བའི་སྡེ་གསོ་རིག་པའི་སྡེ་སྲིད་འབྱོར་གྱི་དེ་ཁོར་ཡུག་སྲུང་སྐྱོབ་པའི་སྡེ་སོགས་སྡེ་ཁག་ཆེ་ཕྲ་རྣམས་སུ་རྨད་དུ་བྱུང་བའི་མཛད་ཕྱིན་མཐའ་ཡས་པ་རྐྱང་བ་ལ་བརྟེན་ནས་འཇིག་རྟེན་གྱི་གནོད་པའི་ཚ་དཔལ་ཞི་ཞིང་འཛམ་གླིང་གི་འཚེ་བའི་རླབས་ཁ་བྲི། མི་རྣམས་ཀྱིས་ལེགས་ཉེས་འབྱེད་པའི་བློ་གྲོས་ཉིད་བླང་དོར་ལ་མི་རྨོངས་པའི་འཕེལ་ཁ་ཡང་ཉིན་རེ་བཞིན་ཇེ་རྒྱས་སུ་གྱུར། དེ་ཙཱ་ན་པོ་གངས་ཅན་གྱི་མགོན་སྐྱབས་རྒྱལ་ཕྱག་སྐུམ་འཕྲང་བཅུ་བཞི་བ་ཆེན་པོ ྋགོང་ས་ཏཱ་ལའི་བླ་མ་རྒྱལ་བ་བསྟན་འཛིན་རྒྱ་མཚོ་ཉིད་ནི་དུས་རབས་ཉེར་གཅིག་པ་འདིའི་བླ་ན་མེད་པའི་སྟོན་པ་ཆེན་པོའོ་ཞེས་སྔགས་བརྗོད་ཀྱི་སྦྲང་ཆར་གང་སར་ཕབ། མེ་སྐྱེས་ཀྱི་འདབ་མ་གང་སར་དཀྲོལ། ཆད་ལྟོ་སྐྱེས་མེ་ཏོག་གང་སར་བཞད། སྐྱེ་བོ་དུང་ཕྱུར་མང་པོས་ལྷན་དུ་བསྒྲུབས་ཀྱང་བསྒྲུབ་དཀའ་བའི་མཛད་བཟང་རྒྱ་ཆེར་མཛད་དོ། བཀའ་དྲིན་ཆེའོ་བཀའ་དྲིན་ཆེ་གོང་ས་མཆོག། ཁྱེད་ཁོ་ན་མི་རིགས་ཀྱི་ར་བ་ལས་བརྒལ། ཁྱེད་ཁོ་ན་ཆོས་ལུགས་ཀྱི་འཆིང་རྒྱ་ལས་གྲོལ། ཁྱེད་ཁོ་ན་ཤར་ནུབ་ཀྱི་དབྱེ་མཚམས་ལས་འདས། ཁྱེད་ཁོ་ནས་འཛམ་གླིང་ལ་ཐུགས་ཁུར་བཞེས། ཁྱེད་ཁོ་ནས་འགྲོ་བ་རྣམས་གཅིག་གྱུར་དུ་གཟིགས། ཁྱེད་ཁོ་ནས་སྐྱེ་འགྲོ་ཀུན་ཁྱད་མེད་དུ་བསྐྱངས། ཁྱེད་ཁོ་ན་འཛམ་གླིང་འདིའི་མཛེས་རྒྱན་དུ་བཞུགས། ཁྱེད་ཁོ་ན་འཇིག་རྟེན་འདིའི་སྟོན་པ་ཆེན་པོར་གྱུར། བཀའ་དྲིན་ཆེའོ་བཀའ་དྲིན་ཆེ། མདོར་ན་ཅི་སྐད་དུ་མཁས་གྲུབ་དགེ་ལེགས་དཔལ་བཟང་གིས་ཁྱོད་ཀྱི་ལྷག་བསམ་ཁྱོགས་ལ་མ་བླངས་པའི་ལུས་ཅན་ཕ་འདིའི་ཁུར་ནི་ཅང་མ་མཆིས། རླབས་ཆེན་སྤྱོད་པ་ཀུན་གྱི་མཐར་སོང་པ། སྙིང་སྟོབས་རྨད་དུ་བྱུང་བ་གསོལ་བ་འདེབས། ཞེས་གསུངས་བ་ལྟར་ད་ལྟའི་འཛམ་བུ་གླིང་འདིའི་སྒང་ལ་ཀུན་གྱིས་ཕ་འདིའི་ཁུར་ཆེན་བཞེས་པའི་དུག་སྟོབས་སྐད་ཅིག་ཀྱང་མི་ལྷོད་པར་སྐུ་ཚེའི་བསྐལ་བརྒྱར་བརྟན་ཅིང། ངེད་ཅག་གདུལ་བྱ་རྣམས་ཇི་སྲིད་བྱང་ཆུབ་མ་ཐོབ་ཀྱི་བར་དུ། མཉེས་བཞིན་རྗེས་སུ་འཛིན་པའི་གསོལ་འདེབས་གྲངས་མེད་ཞུ། ཐུགས་རྗེ་ཆེ།